འཛམ་གླིང་གང་སར་བཞུགས་པའི་བོད་ཀྱི་སྐད་ཡིག་རིག་གཞུང་དང་ནང་ཆོས་ལ་དོ་སྣང་གནང་མཁན་ཚང་མ་ལ་རྡོར་དྲིལ་གླིང་ནས་སྔ་དྲོ་དེ་ལས་ཞུ་གི་ཡོད།

འདི་ལ་ཕལ་ཆེར་འདི་འདྲས་ལབ་དགོས་ཀྱི་ཡོད་རེད་འདི་ལ། ལན། འདི་འདྲས་གཅིག་བྱས་ན་ཡིན་གྱི་རེད། འདི་ལ་འདི་འདྲས་ལབ་དགོས་དོགས་ཁ་པོ་རེད་བྱས་ནས། དགོངས་པ་བཞེས་བྱས་ལན་བསྐྱོན་མཁན། དཔེ་མི་སྲིད་ཉུང་ཉུང། ད་དེ། ཐབས་ཤེས་གནང་མཁན་དེ་ཚོ་སུ་རེད་ཟེར་ན་ཕྱི་རྒྱལ་བ། འདི་ལ་འདི་འདྲས་ལབ་དགོས་རེད་པས་འདི་ལ་བོད་སྐད་ལ་འདི་འདྲས་ལབ་དགོས་རེད་པས་བྱས་ནས་བཀའ་དྲིན་གནང་མཁན། ཡུལ་མི་ཚོ་བོད་རིགས་ཡིན་པ་གང་ཞིག་ལ་ཨ་ནི་དཔེར་ན་དེ་འདྲའི་གཏམ་མང་བཤད་པ་ཡུལ་མོ་ཁོ་ན་ཚོས་དེ་ལ་ལན་སྐྱོན་ཡ་ཐབས་ཤེས་གནང་གི་འདུག་ཨ་ནི་ང་རང་ཚོའི་སྤྱི་ཚོགས་ཀྱི་ནང་ལ་དེ་འདྲའི་སོ་སོ་རང་གིས་ཐབས་ཤེས་བྱེད་ཡ་སོ་སོ་རང་གིས་ཀླད་པ་བེད་སྤྱོད་བྱས་ནས་ལན་འགེབས་ཡ་ཐབས་ཤེས་རྩ་བ་ཉིད་ནས་གནང་གི་མི་འདུག་ནོར་ནང་ཡང་གལ་ཡོད་མ་རེད། ནོར་འཁྲུལ་ནས་ཤེས་གི་རེད་ནོར་འཁྲུལ་ནས་ཡར་རྒྱས་འགྲོ་གི་རེད། ཨ་ནི། ད་འདི་འདྲའི་གནང་ཡག་ལ། སོ་སོ་རང་གི་ཀླད་པ་བེད་སྤྱོད་བྱས་ནས། ལན་བསྐྱོན་ཡག་ཐབས་ཤེས་གནང་དགོས་ཀྱི་ཡོད་རེད།

སོ་ད། མེད་པ། རིགས་ཡོད་ས་ལ་རིགས་རིགས་ཐང་ཡོད་ས་ལ་ཐང། ཨ། དེ་འདྲ་རེད། ལབ་ཡང་མ་ཐུབ་ཁས། དགེ་རྒན་གྱིས་ག་རེ་གསུང་འགྲོ་ཡོད་འགྲོ་དེབ་ཀྱི་ནང་ལ་ག་རེ་བྲིས་ཡོད་འགྲོ། འདི་རང་སྒུག་བྱེད་ཞུས་པ་ཡིན་ན། སོ་སོའི་ཀླད་པ་འདི། ཡར་རྒྱས་གཏང་ཐུབ་ཀྱི་ཡོད་མ་རེད་བསམ་བློའི་གནས་ཚད་དེ་གོང་འཕེལ་དུ་གཏང་ཐུབ་ཀྱི་ཡོད་མ་རེད། ད་དེ་འདྲ་རེད། ད་ང་ཚོ་འདི་ག་ལ་བ་རེད་བོད་པ་ཚོ། ང་ནོར་བ་ཡིན་སྲིད་གི་རེད་ཡིན་ནའི་ངའི་ལྟ་སྣང་མཐོང་ཕྱོགས་ལ། བོད་པ་ཟེར་མཁན་འདི་གཅིག་གིས། Comfort Zone། དེ་འདྲ་རང་བཙན་བཅས་ཞུ་གི་ཡོད་པའི་སོགས་བྲིས་འདུག་དཔེར་ན། ཨ་མའི་སྤངས་པ་ནས་ཨ་མའི་སྤངས་པ་ནས། ལམ་སང་གཞུང་གི་སྤངས་པ་གང་ལ་རྫ་ཡ། རྒྱ་གར་གཞུང་གི་སྤངས་པ་གང་ལ་རྫ་ཨ་ནི། རྫ་ཚ་སོང་ན་ཨ་ནི། ལྟོ་གོས་ཀྱི་སེམས་ཁྲལ་ཡོང་གི་མ་རེད་ཟེར་ནས་ཅིག Comfort Zone དེ་འདྲའི་སྐྱོན་རྐྱང་ཅིག་བཙལ་ནས་ཞུ་གི་ཡོད་པའི་ཟེར་དགོས་འདུག་ཕ་མའི་པང་པའི་གང་ནས་མ་བབས་ཀྱི་ས་དྲང་མོ་གང་ལ་སོ་སོའི་རྐང་པ་བཞག་ཀྱི་ཆུ་དྲང་མོ་དེའི་ནང་ལ་སོ་སོའི་རྐང་པ་དེ་བཅུག་ཅིག་བཅུག་པ་ཡིན་ན་ཨ་ནི་ལྷམ་གོག་མེད་པ་ཡིན་ན། ཨ་ནི་རྐང་པ་འཁྱག་གི་ཡོད་པ་གཞི་ནས་མཁྱེན་གི་རེད། རྐང་པ་འཁྱག་ན་འདི་གྲོགས་པོ་བཟོ་ཡག་གི་ཐབས་ལམ་ཅིག་དཔེར་ན་ལྷམ་གོག་བཟོ་ཡག་གི་བསམ་བློ་ཅིག་བཏང་གི་རེད། ཨ་ནི་འདི་འདྲ་བྱས་བྱས་བཟོ་ཨ་ནི་ལྷམ་གོག་ཅིག་བཟོ་ཐུབ་གི་རེད་འདི་འདྲ་བྱས་བྱས་སོ་སོའི་རྐང་པའི་ཁང་ལ་ལངས་ཐུབ་པ་ཡོང་གི་རེད། ད་འདི་ང་ཚོ་སྤྱི་ཚོགས་ནང་ལ་ཡག་པོ་དང་འདུག་ཆ་ཡང་མི་གཞན་དག་ཅིག་གི་ལབ་ན་མ་གཏོགས་སོ་སོ་རང་གི་རྣམ་དཔྱོད་བེད་སྤྱོད་བྱས་ནས་སོ་སོ་རང་གི་མཐའ་བྱས་ནས་འདི་ཡག་པོ་རེད་འདི་སྡུག་ཆ་རེད་ཟེར་ནས་མཐའ་དཔྱད་ཡག་གི་བསམ་བློའི་གནས་ཚད་དེ་དེ་ཙམ་མེད་པའི་བཟོ་རུ་བགྱིད་འདུག། ད་ང་རང་ཚོ་སྤྱི་ཚོགས་ཀྱི་ནང་ལ་སྐྱོན་ཚང་མ་སྦས་ཤོར་གྱི་ཡོད་རེད་བ། སྐྱོན་ཡོད་རེད། བོད་པ་ཙམ་དུ་མ་ཟད་ཨ་མི་རི་ཀ་འཛམ་བུ་གླིང་གི་རྒྱལ་ཁབ་ཕྱུག་ཤོས་སྟོབས་ཆེ་ཤོས་དེའི་ནང་ལ་ཡང་སྐྱོན་ཡོད་རེད་ནོར་འཁྲུལ་ཡོད་རེད། ད་ཨ་མི་རི་ཀ་དང་བོད་པའི་སྤྱི་ཚོགས་ནང་ལ་ཁྱད་པར་ག་རེ་ཡོད་རེད་ཟེར་ན། ཨ་མི་རི་ཀ་ལ་ནོར་འཁྲུལ་ཡོད་ན་ནོར་འཁྲུལ་དེའི་སྐོར་ལ་བགྲོ་གླེང་བྱས་ནས། ཨ་ནི་ནོར་འཁྲུལ་འདི་གཡོ་བསྲང་བྱེད་ཡག་ཐབས་ཤེས་བྱེད་ཀྱི་ཡོད་རེད་པ། ད་ང་ཚོའི་སྤྱི་ཚོགས་ལ་ག་རེ་རེད་ཟེར་ན། ནོར་འཁྲུལ་འདི་ག་འདི་ཚང་མ་མ་བེད། ཨ་ནི་འཛམ་བུ་གླིང་གི་ནང་ལ་མི་རིགས་ཡག་ཤོས་ང་ཚོ་ཡིན་བྱས་བྱས། འདི་འདྲས་ཀྱི་ཡིད་ཆེས་ཤུགས་ཆེན་པོ་ཞེ་དྲག་ཡོད་རེད་པ། ནོར་འཁྲུལ་ཡོད་རེད་ང་རང་ཚོའི་སྤྱི་ཚོགས་ནང་ལ་ནོར་འཁྲུལ་ཡོད་རེད། ནོར་འཁྲུལ་ཆེན་པོ་ཡོད་རེད། ནོར་འཁྲུལ་དཔེ་མི་སྲིད་ཆེན་པོ་ཡོད་རེད། ནོར་འཁྲུལ་མེད་ན། ང་ཚོ་བཙན་བྱོལ་ལ་ཡོང་དགོས་ཡག་གི་རྒྱུ་མཚན་འདི་ཡང་སྔོན་མ་ནོར་འཁྲུལ་བྱུང་བའི་རྒྱུ་མཚན་ལ་བརྟེན་ནས་བཙན་བྱོལ་ལ་འགྲོ་དགོས་པ་ཆགས་པ་རེད། ཨ་ནི་སོ་སོ་རང་གི་རྣམ་དཔྱོད་ཞེ་དྲག་བེད་སྤྱོད་མ་བྱས་པ་བྱས། ཨ་ནི་མོ་དགྲ་བརྒྱབ། ལུང་བསྟན། ལུང་ལུང་བསྟན་འདི་འདྲའི་སྒུག། ཨ་ནི་ལྷ་བབ། ཨ་ནི། ཨ་ནི་སྨོན་ལམ་བརྒྱབ་སོ་སོ་རང་འགུལ་སྐྱོད་རྩ་བ་ནས་མ་བརྒྱབ་པ་བྱས། འདི་འདྲ་བྱས་པའི་རྒྱུ་མཚན་ལ་བརྟེན་ནས། གནས་སྟངས་ཐབས་སྐྱོ་པོ་འདི་འདྲའི་ཅིག་ལ་སླེབས་པ་རེད་བསམ་གྱི་འདུག་ད། བཙན་བྱོལ་ལ་འགྲོ་དགོས་པ་དག་བྱུང་བ་རེད། དེའི་གང་ལ་ད་ལྟ་ཆོལ་ཁ་གསུམ་གྱི་བར་ལ་རྙོག་ཁྲ་མང་པོ་འདི་འདྲས་ཡོང་དགོས་ཡ་རྒྱུ་མཚན་འདི་བོད་མི་དམངས་གཞི་རིམ་མི་དམངས་ཀྱི་བསམ་བློའི་གནས་ཚད་འདི་སྐྱོ་པོ་ཞེ་དྲག་ཡོད་པ་ལ་བརྟེན་ནས་རྙོག་ཁྲ་འདི་འདྲས་ཕྱི་ལོགས་ནས་བཟོ་གི་ཡོད་རེད། བཟོས་རྗེས། ད་ང་རང་ཚོ་ཆོལ་ཁ་གསུམ་སྐད་ནི་གཅིག་པ་རེད་ཁ་ལག་ནི་གཅིག་པ་རེད་ཆོས་ནི་གཅིག་པ་རེད། ཡི་གེ་ནི་གཅིག་པ་རེད་རྙོག་དྲ་ཡོང་དགོས་དོན་རྩ་བ་ཉིད་ནས་ཡོད་མ་རེད་དེ། རྙོག་དྲ་མང་པོ་འདི་འདྲ་ཡོང་དགོས་ཡ་དེ། གཞི་རིམ་མི་དམངས་ཀྱི་བསམ་བློའི་གནས་ཚད་དེ། སྐྱོ་དྲགས་ཙམ་དེ་འདྲ་ཡོང་གི་ཡོད་རེད་བསམ་གི་འདུག་ངས་འདིར་ག་རེ་ཞུ་ཡ་ཡིན་ཟེར་ན། ཚིག་གྲུབ་འདི་འདྲའི་ཅིག་ཀྱང་སོ་སོའི་སྐད་ཀྱི་ཐོག་ལ་ག་འདྲས་དཔག་དགོས་རེད། སོ་སོ་རང་གིས་ཀླད་པ་བེད་སྤྱོད་བྱས་ནས་འདི་ལ་ག་འདྲས་ལབ་དགོས་རེད་ནོར་ན་ཡང་གལ་ཡོད་མ་རེད། ཨ། ངས་ནོར་བཅོས་རྒྱབ་གི་ཡིན། བྱས་ཙང་ད། ང་རང་ཚོ་དེ་བོད་པའི་སྤྱི་ཚོགས་འདིའི་སྔོན་མ། ཕྱི་ལོ་ཆིག་སྟོང་དགུ་བརྒྱ་དྲུག་བཅུའི་ནང་ལ། ཨ་ནི་བོད་པ་ཚོས་དཀའ་ལས་ཞི་བོ་ཅིག་བརྒྱབ་པ་རེད་སློབ་སྦྱོང་ཞི་བོ་ཅིག་ཁྱབ་བྱས་པ་རེད། ཨ་ནི་ཡར་རྒྱས་མགྱོགས་པོ་ཞེ་དྲག་ཕྱིན་པ་རེད། ད་ད་ལྟའི་ཆ་ལ། Stagnation Point། ད་འདི་ནས་ཡར་རྒྱས་འགྲོ་ཡ་མེད་པ་གུ་ཁྱོད་ཐེ་ཡ་མེད་པ་དེ་འདྲའི་ཅིག་གི་དུས་ཚོད་ལ་སླེབས་ཡོད་པའི་བཟོ་འདྲ་བོ། ཨ་ནི་ད་ལྟ་ད་སྐྱབས་བཅོལ་བ་ཡིན་བསམ་བསམ་ཡང་བྱེད་མཁན་དཔེ་དཀོན་པོ། ལྟོ་གོས་ཚོད་ཡག་གི་བསམ་བློ་མ་གཏོགས་ངས་གང་ལ་ལས་འགན་ཆེན་པོ་གཅིག་ཡོད་བསམ་བསམ་བྱེད་མཁན་དཔེ་མི་སྲིད། ཉུང་ཉུང་རེད། འཁྲབ་འཁྲབ་སྟོན་བྱེད་མཁན་སོ་འདྲ་པོ། ད་ཚང་མ་འཁྲབ་སྟོན་བྱེད་མཁན་སོ་འདྲ་པོ་སྟེང་ནས་བོད་སྐད་ཨ་ནི་བོད་ཀྱི་ངོ་བོ་རེད་ང་རང་ཚོའི་སྲོག་རྩོལ་རེད་ཁར་ས་སྲོག་རྩ་རེད Soul of our Culture སྲོག་རྩ་རེད་ལབ་ཀྱི་ཡོད་རེད་དེ་ནས་ཁོ་རང་ཚོའི་སྤུ་གུ་འདི་ཨིན་ཇིའི་སློབ་གྲྭ་དང་ཕྱི་རྒྱལ་ལ་གཏོང་གི་ཡོད་རེད། ཁ་ནས་ལབ་ཡ་གཅིག་དང་ལག་ལེན་བསྟར་ཡ་དེ་གཞན་དག། དེ་ནས་མར་ཕབ་ནས། དགེ་རྒན་གྱིས། འོ་བོད་པའི་སྤུ་གུ་ཚོ་བོད་ཕྲུག་ཚོ་བོད་སྐད་ཡིན་གཅིག་མིན་གཅིག་བྱང་གོ་རེ་ད་ཟེར་ནས། ཡེ་ནས་མར་བསླབ་བྱ་རྒྱབ་ཀྱི་ཡོད་རེད། སོ་སོའི་སྤུ་གུ་འདི་ཨིན་ཇིའི་སློབ་གྲྭ་ལ་གཏོང་གི་ཡོད་རེད། དེ་འདྲ་བྱེད་དུས་ཚང་པ་མི་མང་གིས་ཡིད་ཆེས་བརླག་ནས་ད། ལབ་ཡག་དེ་གཅིག་བྱས། བྱེད་ཡག་དེ་གཞན་དག་གཅིག་བྱས། དེ་འདྲའི་བྱེད་པའི་སྐབས་ལ་ཁ་བརྡ་དེ་བྱས་ནས་ཨ་ནི་ང་རང་ཚོའི་སྐད་ཡི་གེ་ཉམས་ཆག་འགྲོ་ཡག་དེའི་སྒོ་ནས་མ་བྱས་ནས་ཨ་ནི་གཞི་རིམ་མི་མང་བར་དུ་ད་ལབ་ཁ་ནས་གཅིག་ལབ་བྱེད་ཡག་དེ་གཞན་དག་གཅིག་བྱས་དེ་འདྲའི་རྐྱང་རྐྱང་འཁྲབ་སྟོན་སོ་འདྲ་པོ་དེ་འདྲའི་རྐྱང་རྐྱང་གནང་ཙང་ཙང་དེ། སྐྱོན་ཡོད་པ་ཧ་གོ་ན་ཡང་ཧ་གོ་གི་མེད་མདོག་མདོག། སྐྱོན་མེད་ན་ཡང་ཡོད་མདོག་མདོག་དེ་འདྲའི་ཀྱང་ཀྱང་བྱས་ནས་ང་རང་ཚོ་གཞི་རིམ་མི་མང་འདི་ཕྱོགས་གང་ས་ནས་མགོ་སྐོར་ཐེབས་རྗེས་ཨ་ནི་ད་ལྟ་རྙོག་གླེང་མང་པོ་དེ་འདྲའི་ཡོང་དགོས་ཡ་རྒྱུ་མཚན་གཙོ་བོ་འདི་ང་རང་ཚོའི་བོད་པའི་སྤྱི་ཚོགས་ཀྱི་བསམ་བློའི་གནས་ཚད་འདི་པས་མི་སྲིད་ཁྱོད་བོ། སོ་སོ་རང་གི་ཐག་བཅད་མ་ཐུབ་ཀས། མོ་འདྲ་རྒྱབ། ལུང་བསྟན་འདྲ་བསྒུག། སྨོན་ལམ་འདྲ་བརྒྱབ་སོ་སོ་རང་གིས་གུས་ཁྱོག་མ་བརྒྱབ་པ་བྱས། དེ་འདྲ་བྱས་པའི་རྒྱུ་མཚན་ལ་བརྟེན་ནས། དཀའ་ངལ་དེ་ཚོ་ཚང་མ་ཡོང་གི་ཡོད་རེད། ད། ད་ལྟ་ང་ཚོའི་སྤྱི་ཚོགས་ཀྱི་ནང་ལ་རྒྱ་མིའི་སོ་པ་ཡོད་རེད་ཟེར་གྱི་ཡོད་རེད་ཡོད་ཐག་ཆོད་ཡོད་རེད་ཡུང་གུར་བ་ཨ་མི་རི་ཀ་ལ་ཡང་ཡོད་རེད་དབྱིན་ཡུལ་ལ་ཡང་ཡོད་རེད། རྒྱ་མིའི་སོ་པ་མ་ཟད་རྒྱལ་ཁབ་གཞན་དག་གི་སོ་པ་ཡང་ཡོད་རེད་མི་དེ་ཚོ་གི་བསམ་བློའི་གནས་ཚད་ག་འདྲའི་འདུག་དམིགས་ཡུལ་ག་འདྲའི་འདུག་དེ་ཚོ་ལ་རོགས་རམ་བྱས་ན་བྱེད་འོས་པ་འདུག་གས། བྱེད་འོས་པ་མི་འདུག་གས། སྟབས་ཡོད་རེད། མི་འདི་ཚོ་གིས་སྤྱི་ཚོགས་འདི་གི་དམིགས་ཡུལ་ག་རེ་རེད་འདུག་རྒྱལ་ཁབ་ག་ས་ག་ནས་གཟིགས་བྱས་ཞུས་ཡོད་རེད། མི་འདི་ཚོའི་ལྟ་བ་ལངས་ཕྱོགས་ག་རེ་རེད་འདུག་ལྟ་བ་ལངས་ཕྱོགས་ཟེར་ནི་གསེར་པོ་གང་ཡང་ཡོད་མ་རེད། གང་ཡང་ཡོད་མ་རེད། ག་རེ་གོ་ན་ཡང་དེ་རྐུབ་ལ་ཚང་མ་རྒྱུགས་འགྲོ་གི་རེད། དེ་ཡོང་ཡ་དེ་ང་རང་ཚོའི་རྣམ་དཔྱོད་བེད་སྤྱོད་མ་བྱས་པ་ལ་བརྟེན་ནས། དེ་འདྲ་ཡོང་གི་རེད་ད་གང་ལྟར་ངས་དེ་ག་རེ་ཞུ་གི་ཡོད་ཟེར་ན། ཚིག་འབྲུ་འདི་འདྲས་བསྒྱུར་ཡ་ཐབས་ཤེས་གནང་དང་ནོར་ན་ཡང་གལ་གནང་གི་མ་རེད། སོ་སོ་རང་གི་ཀླད་པ་བེད་སྤྱོད་བྱས་ནས། ད་དེ I know བོད་སྐད་ལ་ག་འདྲ་སློབ་དགོས་རེད་ཟེར་ན། ཡང་ན།

སོ། ས་ཏྭ་ཏཱ་རྟ་རྔ་ས་དང། མོ་མོ་སོ་དང། མོ་མོ་སོ་དང།

བཟོ་སྟངས་ཤེས་ཀྱི་ཡོད་མོ་མོ་བཟོ་ཤེས་ཀྱི་ཡོད། བཟོ་བོན་དུ་སེལ་ཤེས་ཀྱི་ཡོད When you are in full control of what you do ཤེས་ཀྱི་ཡོད། དེ་འདྲ་བྱས་ནས་ད་ད་ལོ་ཡང་བསྐྱར་སྤྱི་ཟླ་བཅུ་གཉིས་ཀྱི་ཚེས་ཉི་ཤུ་ནས་ཉི་མ་བཞི་བཅུའི་རིང་ལ་ཇེམ་དབྱང་བོད་ཀྱི་རིག་གཞུང་གཅེས་འཛིན་ཁང་ལ། བོད་སྐད་བོད་ཡིག་ཞེས་ཞབས་བྲོ་སྨོན་རྣམ། རྒྱལ་གླུ། རླབས་གཡག་གི་གྲ་སྒྲིག་གནང་གི་ཡོད་རེད། ཁྱེད་རང་ཚོའི་ངོས་ནས་རྒན་གཞོན་ཚང་མ་ཨ་ནི་ད་ལོ་ཕེབས་ཆོག་གི་ཡོད་རེད། ཨ་ནི་རྒྱལ་ཆེ་དོན་ཆེན་རྩིས་བྱས། གཅིག། ཉི་མ་བཞི་བཅུའི་ནང་ལ་དཔེ་ཆ་ཀློག་ཐུབ་གནང་གི་རེད། ཨ་ནི་ཞལ་འདོན་ཀློག་ཐུབ་ན་སྐྱོར་ཐུབ་ན་ཡང་དོན་དག་མཁྱེན་གི་མེད་ན་དོན་དག་གཅིག་གཉིས་ཡང་མཁྱེན་གི་རེད། ཨ་ནི་དུས་ཚོད་འདི་དོན་དང་ལྡན་པ་ཅིག་ཡོང་གི་རེད། ཨ་ནི་འཇམ་དབྱངས་བོད་ཀྱི་རིག་གཞུང་སྐྱེད་སྲིང་ཁང་གི་ཁ་ཞེང་གཉིས་མེད་འཁྲབ་སྟོན་ནང་བཞིན་མ་ཡིན་པ། ཁ་ཞེང་གཉིས་མེད་ཀྱིས་སོ་སོའི་རིག་གཞུང་སྲུང་སྐྱོབ་གནང་ཡག་ལ་ཤུགས་ཞེ་དྲག་སྐྱོན་གྱི་ཡོད་རེད། ཨ་ནི་ཁྱེད་རང་ཚོའི་ངོས་ནས་ཡང་མཉམ་ཞུགས་གནང་པ་ཡིན་ན། ཨ་ནེ། གྲུབ་འབྲས་ཡག་པོ་ཆེ་ཡོང་གི་རེད་ཞུ་ཡག་ཡིན། གང་ལྟར་ད་རིང་གི་སློབ་ཆེན་དེ་ལ་སོ་སོ་རང་གི་ཀླད་པ་བེད་སྤྱོད་བྱེད་ནས་ཡག་པོ་ཡིན་དང་མི་གཞན་དག་གི་སྐད་ཆ་སྒུག་མ་དགོས་པ་བྱས་སོ་སོ་རང་གི་བསམ་བློ་བེད་སྤྱོད་བྱེད་ནས་བྱེད་ཐུབ་པ་ཡིན་ན་སོ་སོའི་རྐང་པའི་གང་ལ་ལངས་ཐུབ་གི་རེད། ནོར་དགོས་རེད་ཆུ་གྲང་མོའི་ནང་ལ་རྐང་པ་བཅུ་དགོས་རེད་བཅུ་བས་ན་རྐང་པ་འཁྱག་གི་རེད་རྐང་པ་འཁྱག་པས་ན། རྐང་པ་དེ་སྐྱེ་བཞག་གི་ཐབས་ཤེས་ཐབས་ལམ་ཅིག་བཙལ་གི་རེད་དཔེར་ན་ལྷམ་གོག་བཟོ་དགོས་རུས་པས་ག་རེ་བྱེད་དགོས་རུས་པས་དེ་ནས་ཡ་སོ་སོའི་རྐང་པའི་སྒང་ལ་ལངས་རྗེས། བསམ་བློའི་གནས་ཚད་ཡར་རྒྱས་བཏང་ཐུབ་ཀི་རེད་ཞུ་ཡ་ཡིན་ཨ་ནི་དེ་རིང་འདི་འཛིན་གྲྭ་ལ་ཕེབས་མཁན་ཚང་མ་ལ་ཐུགས་ཆེ་གནང་ཞུ་ཡ་ཡིན།